དེ་རིང་བཙན་བྱོལ་བོད་མིའི་སྒྲིག་འཛུགས་དཔའ་སྡེ་ནང་ཚུད་བཀའ་བློན་མཆོག་གཞུང་སྒོས་ཆོག་མཆོད་ཡོད་ཐོག་གི་ཨ་ནེ་དེ་རིང་གི་མཛད་རིམ་ཐོག་མའི་མཛད་རིམ་འདི་མ་ཆགས་ཚང་སྙན་སྒྲོན་བཅས་ཞུ་གི་ཡིན། ད་ནང་བཞིན་གྱི་ང་ཚོའི་བོད་རིགས་ཚོགས་པའི་རྗེས་འདེད་ལས་གྲོགས་རྣམས་དང། ཨ་ནེ་འདིར་གཞིགས་པའི་ས་གནས་མི་མང་ཚང་མ་ལ་འཚམས་འདྲི་དང་སྦྲགས་ཏེ་ཨ་ནེའི་མཛད་རིམ་དང་པོ་བོད་རྒྱལ་ཁས་བྱིན་པའི་རྒྱལ་གླུ་དབུ་འཛུགས་ཞུ་རྒྱུ།

བོད་རིགས་ཚོགས་པའི་ཚོགས་གཞོན། སྐྱི་བསེར་ཆབ་བྲག་ལྷ་མོ་བཅས་པ་མཆོག་ནས་བོད་རིགས་ཚོགས་པའི་ལས་དོན་ཉིང་བརྒྱའི་སྙན་སྒྲོན་ཞུས་རྗེས། དཔལ་ལྡན་སྣང་སྲིད་བཀའ་བློན་མཆོག་དང། ཨ་ནེ་འབའ་སྲས་དོན་གཅོད།

གསུམ་བཅུ་དུས་དྲན་གྱི་ལས་འགུལ་སྤེལ་བའི་སྐབས་ཡིན་ན་ཡང་དག་མི་གཅིག་སྤྱིར་བཏང་གི་སྐྱབས་བཅོལ་བ་ཇེ་མང་འགྲོ་དགོས་དེ་ཡིན་ན་ཡང། འདིའི་སྐབས་སུ་ལས་འགུལ་སྤེལ་དུས་ན་ཉམས་ཞིག་བྱེད་མཁན་དེ་ཇེ་མང་འགྲོ་བའི་བ་ཅིག་མི་ཤི་བ་དེ་འདྲ་གི་དཀའ་ངལ་ཅིག་འདུག་ད་འདི་ཚང་མ་གིས་དོ་སྣང་བྱེད་དགོས་བ་ཅིག་རེད་ཟེར་ནས་ཞུས་ཡིན། དུས་ཆད།
མཛད་རིམ་གསུམ་པ། ས་གནས་ཡུ་རོབ་དོན་གཅོད་སྐུ་ངོ་བཀྲ་ཤིས་ཕུན་ཚོགས་མཆོག་ནས་གཏམ་བཤད་མདོར་བསྡུས་གནང་རྗེས།

སྔ་ཕྱི་ཞིག་ལ་རིམ་པ་ཨ་ནི་པ་སི་བོ་ན་ཡཱ་དང་ཨ་ནི་བོད་མི་མང་རྣམས་མཇལ་ཡས་ཀྱི་ལས་རིམ་བྱས་ཞག་མ་བཅུ་གཉིས་ཟིག་གི་མཛད་རིམ་ཡོད་རེད། ཡིན་ནས་གཙོ་བོ་འདི་ཨ་ནི་ཡུ་རོབ་བོད་རིགས་ཚོགས་པ་ཡོངས་ནས་ཨ་ནི་གསུམ་བཅུའི་དེ་བཞིན་ཐེངས་དྲུག་ཅུ་ཐམ་པ Brussels ལ་ཨ་ནི་མཉམ་མཐུན་ཐོག་ནས་བྱས་ཡས་ཀྱི་མཛད་རིམ་ཐོག་ལ། བཀའ་ཤག་ལ་ཡང་སྐུ་མགྲོན་བདེ་འདུས་ཞུ་བར་གཞི་བཟུང་གིས་བཀའ་ཤག་གི་སྐུ་ཚབ་ལ་དགོངས་ཁོ་རང་ཚང་སོ་ནང་དུ་བསྐྱལ་འདུག་བཀའ་འབྲེལ་གཅིག་གྱུར་གནང་བ་དེའི་ཐོག་ནས་ཨེ་ད་ནི་གཅིག་གྱུར་གནང་ཡ་ལས་རིམ་འདི་འདུག་སུ་ཡོང་བསྡད་ཀྱི་ཡོད་རེད། ཟླ་གསུམ་བཅུའི་དུས་ཆེན་འདི་ང་ཚོ་བོད་པའི་རྒྱལ་རབས་ལོ་རྒྱུས་ནང་རྩ་ཆེན་པོ་བཞི་བོ་བརྩི་གི་ཡོད་དེ། དེ་ལས་ལྷག་པའི་ད་ད་འདིར་ལོ་དྲུག་ཅུ་འདི་ལ་ང་ཚོས་དགོངས་པ་བཞེས་དགོས་ཡ་འདི་ད་ལོ་རྒྱུས་ནང་གི་དུས་ཚོད་གཉན་འཕྲང་ཅན་ཅིག་འདུག་ལ་ང་ཚོ་གི་བསམ་བློ་རྒྱ་ཆེན་པོ་གནང་དགོས་ཡོད་དེ་རེད་ལ། གཉིས་ནས། བོད་ཀྱི་རྒྱལ་རབས་ནང་ལ་གསུམ་བཅུའི་དུས་ཆེན་འདི་ཡོང་དུས་ཙམ་ནས་བོད་ཀྱི་རྒྱལ་རབས་ནང་ལ་སྔ་མོ་བྱུང་མ་མྱོང་བའི། མང་ཚོགས། དམངས་ཚོགས། མི་མང་གི་ཐོག་ནས་བོད་ཀྱི་རྒྱལ་རབས་ནང་ལ་ཨེ་ནུ། ཡ་རྒོད། བྱས་པ། རྒྱ་ནག་ལ་རྒོད་བྱས་པ། ཨེ་ནི་ཅི་ག་འགའ། རྡོག་རྩ་གཅིག་སྒྲིལ་ཐོག་ནས་རྒྱལ་བོ་རིན་པོ་ཆེ་གི་སྐུའི་གསུང་བྱ་དེ་བོད་སྤྱི་བའི་ཐོག་ལ་ནི་བྱུང་མ་མྱོང་བས་རེད། མི་མང་གིས་སྒེར་ལངས་བྱས་པ་འདི་རྒྱལ་རབས་ལོ་རྒྱུས་ནང་ཐེངས་དང་པོ་རེད། གཙོ་བོ་དེ་ག་རེ་རེད་ཟེར་ན་རྒྱལ་བོ་རིན་པོ་ཆེ་གི་སྐུ་ན་དུ་གའི་སེང་རིར་སྐུ་ངལ་བསྐྱོན་རྗེས་བོད་ཀྱི་གནད་དོན་དེ་འདྲའི་ཞིག་གི་དུས་ཚོད་གཉན་འཕྲང་ཆེན་པོ་ཅིག་སྐབས་ལ་ད་ལྟའི་གནས་བབ་དེ་འདྲའི་ཞིག་བསྐྲུན་པ་འདི་རྒྱལ་བོ་རིན་པོ་ཆེ་དེ་ཅིག་སྐུ་ན་ཡང་རྒྱལ་བའི་སྐབས་དེ་ནི་མ་ཉམས་ཆག་མེད་པ་ཅིག་འདི་སྲུང་སྐྱོབ་བྱེད་ཐུབ་པའི་འདི་གའི་ང་རང་ཚོའི་བསམ་བློའི་ནང་ལ་འཁོར་རྗེས། ཨཱ་ནི་སྤྱི་དོན་ལ་ཨཱ་ནི་དོ་ཕོག་མ་འགྲོ་ཡ་དང་སྤྱི་དོན་འཐུས་ཤོར་མ་འགྲོ་ཡའི་ཐོག་ལ་ཨཱ་ནི་ཚང་མས་སེམས་ཁུར་བྱས་འདི་ངས་གལ་ཆེན་པོ་ཞུ་ཐོག་མུ་འདུག་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ། ཉིས་སྟོང་བཅུ་དྲུག་ལོར་སྦྲ་སེལ་འཚོགས་པ་རེད་ད་ཡང་སྐྱོར་ཚོགས་ད་བརྒྱད་པ་དེ་འཚོགས་ཡ་གི་ལས་རིམ་འགྲོ་བསྡད་ཀྱི་ཡོད་རེད། རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་ཚོགས་འདུ་ཐེངས་ད་བདུན་པ་འདི་ལི་ཐུའུ་ནི་ཡ་རི་ག་ལ་སྤྱི་ཟླ་ལྔ་བའི་ནང་ལ་ཚོགས་ཀྱི་ཡོད་རེད། ད་ལྟ་ཁ་ནང་བཞིན་གྱི་ལྔ་དང་ལྔ་བཅུའི་གི་ལས་རིམ་དང་འབྲེལ་བའི་གི་ཚོགས་འདུ་དང་ལས་རིམ་མང་པོ་ཅིག་སྒྲིག་གནང་གི་ཡོད་རེད། དེ་ཚོ་གང་ག་ད་ལས་ཁུངས་བརྒྱུད་རྗེས་བུ་རུ་ཚོགས་པ་ལ་མ་གསལ་བསྒྲགས་དང་དེར་བསྟུན་རྗེས་ལྷན་རྒྱས་ཚོ་མཉམ་ཞུགས་བྱས་གི་ཅིག་བང་རིམ་འདི་འབྲེལ་ཐུབ་བཅས་གང་ལྟར་ཚོགས་འདུ་བསྡུ་སྐོང་བྱས་པ་འདི་ཚགས་ཚུད་པོ་ཡོང་ཡས་དང་འདིའི་ནང་ལ་ཨ་ནི་ཅིག་ད་ང་ཚོ་ཡུ་རོབ་ཁུལ་ལ་བཞུགས་མཁན་ཚོ་གི་ཨ་ནི་ཅིག་ཡར་ཐོན་རྒྱལ་ཁབ་དེང་དུས་རྒྱལ་ཁབ་ནང་ལ་བཞུགས་ཀྱི་ཡོད་པའི་ཆ་ནས་ཨ་ནི་ཅིག་ཚོགས་འདུའི་ནང་ལ་ཡིན་པ་ཡིན་ན་ཡང་ཚད་དང་ལྡན་པའི་གི་མཉམ་ཞུགས་ཐུབ་པ་མ་ཟད་ཨ་ནི་ཅིག་གདེང་འཇོག་ལྡན་པའི་གི་ཨ་ནི་ནུས་པ་བཏོན་ཐུབ་ཡས་དང་བསམ་ཚུལ་ཕུལ་ཐུབ་ཡས་འདི། དཔེ་མི་ཟིན་གལ་ཆེན་པོ་རེད། དཔེ་ཤར་བས་ན། ད་དམིགས་བསལ་ཚོགས་འདུ་ཐེངས་གསུམ་པ་དེ་འཚོགས་ཀྱི་ཡོད་པས་ཀྱི་ཟླ་ཐོག་སྔོན་ལ་ཡོང་གི་རེད་གལ་སྲིད་ཡོང་བ་ཡིན་ན་འདིའི་སྐབས་ལ་ད་གྲོས་གཞི་མ་གསལ་སྟངས་ཡོང་གི་རེད་འདི་ལ་དཔག་པས་ཀྱི་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཡོད་མཁན་བོད་མི་ཚོ་གི་ཨ་ནི་ཅི་ནང་ཁུལ་གྲོས་བསྡུར་གནང་ཨ་ནི་ཅི་དཀའ་སྡུག་གནང་ཨ་ནི་བསམ་ཚུལ་གྲོས་གཞི་གཞིར་བཟུང་གི་བསམ་ཚུལ་བསྡུ་རུབ་བྱས་བྱས་ཨ་ནི་ཅི་གི། བར་སོགས་རེད། ཞི་བ་གཅིག་གདེང་འཇོག་ལྡན་པའི་གི་བསམ་ཚུལ་ཕུལ་ཐུབ་པས་དེ་ཐབས་ཤེས་གནང་ན་ཨེ་ནི་ང་ཚོ་ནུབ་ཕྱོགས་ལ་ཕེབས་པ་དང་དང་ལེན་ཞལ་འདོན་རྒྱལ་ཁབ་ལ་ཕེབས་པའི་གི་ནི་བོད་པའི་སྤྱི་ཚོགས་ལ་གཞོགས་འདེགས་ཞུ་ཐུབ་ཡས་འདི་དགེ་ལྡན་པས་མི་སི་ཡོ་རེད་ཟེར་ཞུས་པ་དང་ཨེ་ནི་དབང་བོ་ཞུས་མོ་བ་དང་ནི་དགོངས་བཀའ་སློབ་གནང་བ་དང་ལེན་རྒྱས་སོ་ཡག་པོ་གསན་རོགས་གནང་ཨེ་མཇལ་དྲི་བ་དྲིས་ལན་སྐབས་ལ་ཨེ་ནི་ཡང་ལན་རྒྱས་སོ་དུས་ཚོད་ཡོ་རེད་ཨེ་དེ་འདྲས་ཅིག་ཡིན་ཐུགས་ཆེ་གནང། བཀའ་སློབ་གསབ་སྦྱང་བྱེད་པ་གནང་བ་དེ་ལ་ཨེ་ནི་ཐུགས་རྗེ་ཆེ་ཞུ་གི་ཡོད།

ཅེས་གསུངས། ཡང་ན་གོང་འོག་ལྷ་མོ་སྐྱབས། དག་སྣང་ཤིང་རྟའི་བུད་མེད་ཀྱི། སྤྱི་མཐུན་ཚོགས་པའི་ཚོགས་གཙོ་དང། ཚོགས་གཞོན་རྒྱུན་ལས་དབུས་བེད་ཀྱི་སྡེ་ཡང། གཅིག་གྱུར་ནང་བེད་ཀྱི་ཚོགས་མི་ཚང་མ་ལ་ཡང། ངས་བཀའ་ཤག

གང་གང་འཚམས་ཆིག་མི་མ་ཕ་བི་གི་ཡོད་ས་རེད་བོད་གི་གོང་ཐག་བེད་ཅིང་བོད་གི་མི་མང་བཟང་ཡག་གི་ཡང་ལེའུ་ཆིག་ཡིན་ཡོད་རེད་དེའི་གང་ལ་ཡང་རྩ་བའི་གནད་དོན་དེ་ཚོའི་རིགས་དེ་ཡོད་མ་རེད་དྲི་གི་འདུག་རྣམ་པ་ཚོ་དུས་རྒྱུན་དུ་ད་དུང་རང་སྣང་དེ་གི་ཡོད་པ་ཡིན་དུས་གསལ་བོ་མཁྱེན་གི་རེད་ཡིན་དུས་གང་ལ་ཡང་ད་དེ་ད་ད་ངས་རྡོག་རྡོག་གཅིག་ཚིག་ཁ་ཤས་གཅིག་ཞུ་ཡག་འདོད་པ་དེ་ག་རེ་བྱུང་སོང་ཟེར་ན། རྩ་བའི་ད་ལྟ་དེ་ངེད་ཅག་ཤེས་རིག་གི་ཚོ་དགའ་ཚོ་རེད། ཤེས་རིག་སློབ་གྲྭའི་དགེ་རྒན་དགེ་ལས་རྣམ་པ་ཚོ་བྱེད། ཨ་ནི་རྒྱལ་རོང་གི་ཚོགས་པ་བྱེད། དེ་ནས་ཚོགས་པ་ཁོ་ཚོ་གསུམ་བརྩི་བྱེད་ཀྱི་གང་ལྟར་རྒྱལ་པོ་རིན་པོ་ཆེ་ལ་ཡང་དོན་ངེད་ཅག་བརྟན་བཞུགས་ཤིག་བསྐྱངས་གནང་བ་རེད། དེ་དུས་གང་ལ་ཡང་བྱེད་སྟངས་རྒྱལ་པོ་རིན་པོ་ཆེ་རང་གི་ཨ་ལས་པའི་གི་ཀ། གསལ་བོ་གནང་སོང། གཅིག་རྒྱལ་པོར་འབུ་ཟན་དང་སྐུ་གཟུགས་ཀྱི་གནས་སྟངས་རེད། གཅིག་ཐུགས་ཀྱི་དགོངས་པ་བཞེས་སྟངས་རེད། གཅིག་དེ་ཚོའི་རིགས་དེ་ཧ་ལས་པའི་ད་ལྟ། མི་དང་མ་གསུམ་ནས་གཅིག་ཁ་ཚུར་གཏོགས་དང་མ་གསུམ་ནས་གསོལ་བ་ཞུ་བ་གཅིག་གི་བར་ཡག་པོ་ཡོད་བསྡད་པ་གཅིག་དེ་འདུག་གང་ལས་འཁོར་ལོ་བར་ཡུལ་རོང་པོ་ཞུ་བའི་གེ་ཤེས་བྱས་ཐག་སྔ་རྗེས་ཕེབས་ཡོད་དེ་ཁ་ཚན་ཡང་ཀ་ཐག་རང་ཐུགས་སུ་ཕེབས་སོང། ལོ་གསར་ཚེས་པ་གཅིག་ནས་གསུམ་ཚེས་བར་དུ་ཡང་རྒྱལ་པོ་རིན་པོ་ཆེ་གི་ལྷ་མོའི་དགེ་བསྙེན་པ་ཞིག་འདུག་འདི་ནང་པའི་ཡིན། གསུམ་ཉིན་མོ་དེ་ཚེས་པ་གསུམ་ཉིན་མོ་དེ་ཡང་བྱེ་ཐང་བོད་ལ་ཡིན་པ་ཡིན་ན་ནི་ད་བཀའ་བློན་རྣམ་པ་ཚོ་ཚང་མ་རུག་རུག་ཡོད་པའི་ཐོག་ལ་ཡང་རྒྱལ་མགོན་རིན་པོ་ཆེ་གི་ད་ག་འདྲ་ཡོད་གི་ཟིན་རིས་བྲིས་ཡ་ཅིག་ལ་ལོ་གཅིག་གི་ནང་ལ་ཡང་རྒྱལ་ཁབ་མི་རིགས་ལ་ཡང་ད་གོད་ཆག་དང་ཅིག་དེ་འདྲིག་གི་རྐྱེན་རྟོག་པ་ཞབས་རིང་ལམ་འགྲོ་ཁར་ཕྱི་ཁུག་ཏུ་དེ་འདྲིག་གི་གཟེངས་རྟགས་ཅིག་བྲིས་ན་ཡག་གི་དེ་འདྲ་ཅིག་ལམ་ལུགས་ཡོད་འདོད་པ་ཅིག་རེད་ཤག་སོང་ཚ་དེ་འདྲ་ཕན་བདེ་འདུག་འདོད་ད་རིང་ངེད་ཅག་ཨ་ནེ་སྐྱབས་མགོན་རིན་པོ་ཆེ་ད་ཟིན་རིས་དེ་མོ་ཁོག་བྲིས་མོ་ཁོག་བྱེད་ང་ཟེར་ན་སྔོན་མ་ཨ་ནེ་བཀའ་བློན་ང་བོད།

གཅིག་བོད་ཀྱི་གནས་སྟངས་རེད་ཅེས་དེ་ཚོའི་ཐོག་ལ་ག་ལ་ག་ཚོད་འགྱུར་བ་འགྲོ་ཡག་གི། ཧ་ལམ་ཐག་ཉེ་པོ་ཡོད་དེ་བས་ཀྱི་དེ་འདྲའི་བཀའ་སློབ་སྤེལ་སོང་སོང་ཙང་དེ་ལྟ་རིན་ངེད་ཅག་གི་ད་ག་འདྲ་གནས་ཚུལ་བྱེད་འདོད་རྣམ་པ་ཚོ་མཁྱེན་པ་ཡིན་ན་དེ་ཚོས་བློ་གཏད་འདྲ་བྱེད་དགོས་རེད་བསམ་ཙང་འདྲ་ཞིག་དེ་གཅིག་རེད། གཅིག་གི། འདས་པའི་གི་གནས་ཚུལ་ཐོག་ལ་ཕྱག་བཞག་པ་ཡིན་ནས། གཅིག་ད་རྒྱལ་བ་རིན་པོ་ཆེ་གི་དགོངས་པ་གོང་བཞིན་བརྒྱ་ཆ་བརྒྱ་ཐམ་པ་ངས་འཁྲུ་བ་ཡིན་ཟེར་ན་ཧམ་པ་ཡིན་འགྲོ། སོ་ཙག་ག་ལ་ག་འཛོམས་ཅིག་སོ་སོས་འགྱོད་པ་མེད་པ་ཅིག་བྱེད་ཡིན་བསམ་སར་ཅིག་སྤོ་བ་ཅིག་དུས་རྒྱུན་དུ་སོ་སོའི་བསམ་པའི་ནང་དུ་རང་བཞིན་ལེན་དགོས་བ་རེད། ཡིན་དུས་གང་ལ་ཡང་ད་གནད་འགག་དེ་ཡིན་དུས། ད་དེ་ཡང་ལོ་ཆུང་བ་མང་པོ་ཡོད་རེད་སྤུ་གུ་ཡོད་པ་ཡིན་དུས་གང་ལས། སྤུ་གུ་འདི་ཚོའི་རིགས་དེ་སོ་སོའི་སྤུ་གུ་དེ། དངོས་གནས་དྲ་གནས་སོ་སོའི་གི་སྐད་ཡིག་ཚད་དང་ལྡན་པ་ཅིག་ཤེས་ཡོན་ལ་ཡ་བྱེད་དང་དེའི་ཐོག་ལ་ཡ་སོ་སོའི་གི་བོད་སྐད་ཀྱི་སྐད་ཡིག་དེ་ཧྲ་དོ་ད་ཞིག་ཡོད་པའི་ཐོག་ལ་ཡ་ནི་ཕྱིའི་སྐད་དོ་འདྲ་མ་འདྲ་གི་སྐད་ཡིག་ཅིག་ཅང་མཚོན་བྱེད་དགོས་དེ་ཧ་ལས་པའི་གནད་འགག་ཆེན་པོ་རེད། ཅེས་ད་དུས་རབས་བརྒྱད་པ་གོ་པ་ལྔ་པ་དྲུག་པ་བདུན་པ་ཅིག་དེ་བ་ལ་ཡ་ནི་གླིང་གེ་སར་གི་དམག་རྒྱ་བས་སུ་ད་ཆེ་ཆེ་ནས་དཔའ་བློ་སྒོ་བཙས་ནས་ད་འཛིན་གྲྭའི་ཏང་བྱེད་ཡ་གི་དུས་ཚོད་དུ་བས་ཡོད་ཚར་བ་རེད།

དགེ་བའི་རྒྱུ་འགྲོ་ཐུབ་ཨེ་ཡོང་མ་རེད། སྒང་ལ་ཡང་ང་རང་ཚོ་ངག་དཔེ་ཅན་བོད་ཉལ་ཆག་རང་ཉལ་ཆག་ད་བ་ཨ་རི་ཁུལ་དུ་བ་ལ་ཕྱིན་པ་རེད། ཕ་ཡུལ་དུ་སྟབས་བདེ་འདུག་གང་ལས་ངའི་ང་རང་ལ་ཡང་ཚོར་བ་ག་རེ་བྱུང་ཡོད་རོ་ཟེར་ན། ད་བོད་ནས་ཚུར་སླེབས་དེ་ནས་རེད། བོད་ནས་ཚུར་སླེབས། ཤེས་ཡོན་གྱི་ཆེད་གོ་ཕག་ས་ཁ་མ་རག་པ་ཆེད་ཕྱི་རྒྱལ་ལ་ཕར་སླེབས་དེ་ནས།

ཕ་མའི་དབྱིན་ཇི་ཞིག་དེ་རིང་ཤེས་རྒྱུ་ཡོད་མ་རེད་དཱ། ཡོད་མ་རེད། ཕ་མེས་ཀྱི་སྤུ་གུ་དབྱིན་ཇི་སྐད། ད་སློབ་ཕྲུག་གི་སྤུ་ཆུང་ཆུང་ལོ་གཅིག་བཅུ་གྲངས་སླེབས་དེ་ནས་དེ་འདྲའི་གི་དབྱིན་ཇི་སྐད་རྒྱབ་ཡོད་དུས་ཕ་མེས་ཀྱི་དབྱིན་ཇི་སྐད་ནང་བཞིན་སྤུ་གུ་རྒྱབ་ན་ཤིང་རྒྱབ་ཐུབ་གི་ཡོད་མ་རེད། ཡོད་མ་རེད། འུ་ཚོ་སྐྱབས་བྱེད་བྱས་ནས།

རྩ་བ་རང་འགྲིག་གི་མ་རེད། བྱེད་ཐབས་ཚོགས་འདུ་འདྲ་དེ་འདྲ་གང་ལ་ཡང་དེ་འདྲའི་སྐད་ཆ་བཤད་དགོས་ཡ་གི་གནས་སྟངས་བྱུང་སོང། ཐོག་མར་རྒྱ་ནག་གི་མདོ་སྨད་ཀྱི་ནང་ལ་ཡང་བོད་ཀྱི་སྐད་ཡིག་དེ་མེད་པ་བཟོ་ཡ་གི་ལས་འགུལ་དང་པོ་དེ་རྒྱ་ནག་གི་དཔལ་ཡོང་པའི་གང་ལ་ཡང་མ་རྫོགས། སྐུ་སྲོག་མེ་ལུས་མཆོད་འབུལ་བྱེད་མཁན་དེ་མདོ་སྨད་ཀྱི་ནང་ནས་ཡང་སྐད་ཡིག་ང་ཚོའི་སྐད་ཡིག་དེ་ད་རྩ་མེད་ཐ་ན་འགྲིག་གི་མེད་ཞེས་བྱས་ནས། ངོ་རྒོལ་རྒྱ་ཆེ་བྱས་ནས་སོ་སོའི་གི་ལྟ་ག་འདྲ་བྱེད་གི་སོགས་དབྱེ་རྗེས་རྒྱལ་ཁབ་དེ་དག་གི་བློས་བཏང་ཡང་དེ་འདྲ་གི་གནས་སྟངས་བྱུང་སོང་བ། ད་ལྟ་ཨུ་རུ་སུ་གི་དངོས་མེད་ཀྱི་སྲིད་འཛིན། Stalin། Joseph སའི་ཁོ་རང་ཡོད་པའི་སྒང་ལ་ཡང་ག་རེ་བཤད་ཡོད་རེད། མི་རིགས་རྩ་མེད་གཏང་དགོས་ཀྱི་ཡོད་ན། མི་ཚད་ལས་ཁ་གས་ཕན་རྒྱུ་མ་རེད། མི་རིགས་རྩ་མེད་གཏང་དགོས་ཀྱི་ན་སྔར་དེ་གི་སྐད་ཡིག་དེ་རྩ་མེད་གཏང་དགོས་རེད། སྐད་ཡིག་རྩ་མེད་ཕྱིན་ཚར་བའི་རྗེས་ལ་ཡང་མི་རིགས་རྩ་མེད་རང་བཞིན་འགྲོ་གི་རེད་ཟེར་དེ་ད་བོད་ནང་ལ་ཡང་ལྟོས་དང། བོད་ནང་ལ་ཡང་མི་རིགས་མ་འདྲ་ལྔ་བཅུ་ལྔ་གྲངས་ཅིག་ཡོད་རེད། ད་བོད་པ་དང་གཅིག་ཁ་ཆེ་འདི་འདྲས་ཀྱི་ད་སོག་ཟིན་འདི་ནས་རྒྱ་ནག་ཁོ་རང་རང་གི་སྐམ་ས་ཆེན་མོ་དེ་ཚུགས་ཀྱི་ད་ག་འདྲ་སྐད་ཡིག་འདྲ་གཅིག་རེད་མ་གཏོགས་ད་ཀློག་པ་སོག་ད་འདྲ་དང་གཅིག་འདི་འདྲས་ཀྱི་མི་རིགས་རྒྱ་ནག་ནང་ལ་ཡོད་དེ་ངས་ཀྱི་མི་རིགས་བཞི་བཅུ་ལྔ་བཅུ་གྱི་སྐད་ཡིག་ཁོ་རང་བཀླགས་ཚར་བ་རེད། ང་མི་རིགས་འདི་ནས་ཡིན་ཟེར་ས་གོ་ར་ག་གེ་མི་འདུག་ག་སོང་ས་ད་ང་ཚོ་བཙན་བྱོལ་ནང་ལས་ཡོང་ཡག་གེ་དམིགས་ཡུལ་གཙོ་བོ་དེ་ང་རང་ཚོས་རང་དབང་བརྩོན་ལེན་བྱེད་ཡག་ཆེད་དུ་ཡོང་ཤག་པ་དེ་དུས་རྒྱུན་དུ་མ་བྱེད་པ་བྱེད་དགོས་གོ་རེད་ད་དེ་ཡག་པོ་བྱེད་གེ་བརྩོན་ལེན་བྱེད་ཡག་གེ་ཆེད་དུ་མ་ཚ་དང་མ་གསུམ་ཚུར་བས་དེ་སོ་སོའི་སྤུག་ལས་ཤེས་ཡོན་སྤུས་དག་པོ་བྱེད་ལྷག་པར་དུ་བོད་པའི་གེ་གེ་ཡི་དེའི་ཐོག་ལ་ཡག་ནས་བྱེད་གེ་གེ་ཡི་གར་བྱང་དགོས་གོ་འདུག།

ད་ཉེ་བར་བདེ་སྐྱིད་གོང་དུ་དགོངས་གསུངས་སོང། བར་ལམ་ང་ཚོ་ལྔ་དང་ལྔ་བཅུ་ཟེར་ཡག་དེ་བཀའ་ཤག་གི་སྲིད་བྱུས་གཅིག་ཡོད་རེད། ད་ལྔ་དང་ལྔ་བཅུ་ཟེར་ཡག་གོ། ད་མ་ངེས་ཀྱི་དོན་དག་ཕལ་ཆེར་དག་ག་ལ་ག་ཚང་གོ་ཚོད་ཡོད་རེད། ད་ལྔ་དང་ལྔ་བཅུ་ནི། ལོ་གཉིས་རྩ་ཆེན་འཚོགས་ཚར་སོང། བཀའ་ཤག་གི་དུས་ཡུན་དེ་ལོ་ལྔ་རེད། ལོ་ལྔའི་གི་དུས་ཡུན་གི་རིང་ལ་ཡང་མ་འོངས་ལོ་ལྔ་བཅུ་ཐམ་པ་ང་ཚོ་ད་སྒྲིག་འཛུགས་དེ་ཧྲ་ད་ད་གནས་ཐོ་ཡ་གཅིག་ལོ་ལྔའི་ནང་ལ་ཡང་ད་འཆར་གཞི་བཟོ་གིན་ཟེར་དེ་རེད་ད་ལྔ་དེ་བཀའ་ཤག་གི་ལས་ཀ་བྱས་ལོ་ལྔའི་གི་ནང་ལ་ཡང་མ་འོངས་ལོ་ལྔ་བཅུ་ཚེ་གཅིག་གི་སྒྲིག་འཛུགས་དེ་ཧྲ་ད་ད་གནས་ཐོ་ཡ། སྒྲིག་འཛུགས་དེ་ཧྲ་ད་ད་ཅིག་གནས་ཐོ་པ་ཡིན་ན།

བཟའ་བཅའ་སློབ་གྲྭ་དུ་གཙོ་བོ་ཆེ་ཆུང་ནས་ག་ལ་འགའ་འཛོམས། དེང་དུས་ང་རང་ཚོའི་ཨ་རིའི་ཁུལ་དུ་བ་སྐྱེས་བྱ་ངན་པོ་དགུ་དེ་ཚོའི་ཐོག་ལ་ཡ་ཤན་ཡང་དངོས་གནས་དྲ་གནས་ཅིག་གི་ད་དུང་མཐོང་ཡོད་དུས་གང་ལ་ཡ་བྲིས་འདུག་བསམ་ཡ་འདྲ་དེ་འདྲའི་ཆེ་ག་ཚོགས་སྐྱེས་ཡོང་བ་རང་ཞིག་ཆགས་ཡོང་གི་འདུག་ད་དེ་ཚོའི་རིགས་དུ་བ་ལང་དཀར་ཤ་ལ་དཀའ་སྡུག་ཆོངས་པ་རེད་ད་ཡུ་རོབ་ནང་ལ་ཡ་ཡོད་དེ་ངས་ཁྱེད་ང་རང་ཚོ་བོད་རིགས་ཡོད་དེ་ཟེར་གི། གྲོས་ཚོགས་དེ་ཚོའི་ནང་ལ་ཡང་གཙོ་བོ་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་རེད་རྒྱུན་ལས་རྣམ་པ་ཚོ་འགན་འཁྱེར་ནས་ཅིག་ས་གནས་ནས་ཡང་ད་ཅིག་ཚགས་ཚུད་པོ་ཡོང་བ་ལ་ཡང་ཁ་རི་ཁ་རི་བྱེད་དགོས་ཀྱི་འདུག་གཙོ་བོ་ཤེས་རིག་ལས་ཁུངས་ཐོག་ནས་ཁ་རི་ཁ་རི་གནང་དགོས་ཀྱི་འདུག་གལ་ཡང་དེ་དངོས་སུ་བཏང་ཅིག་ཕྱིར་ནས་འདི་པ་ཡང་ཤེས་ཡོན་ཡོད་ངེས་མི་ཚོ་དེ་འདྲ་ལ་ཡང་ཡང་ཟབ་སྦྱོང་སྤྲད་ཅིག་ཕྱིར་ནས་ཁ་རི་བྱེད་རྒྱུ་འདུག་དེ་ཚོའི་རིགས་དེ་ལས་རིམ་ཅིག་ད་ལྟ།

ད་ཡིན་དུས་གང་ལ་ངའི་རྣམ་པ་ཚོར་གར་ཞུ་དགོས་བ་རེད་ཟེར་ན། ད་རྒྱ་གར་རིན་པོ་ཆེ་མི་ཚེ་ཧྲིལ་པོ་ང་རང་ཚོའི་གི་གཅིག་བོད་མི་ཙམ་མ་ཡིན་པའི་གི་འཛམ་བུ་གླིང་འདི་ཨ་ནི་ཞི་བདེའི་ཁོར་ཡུག་ཅིག་ནང་ཚུར་བསྒྱུར་ཐུབ་ཡག། འཛམ་བུ་གླིང་གི་ནང་གི་ཆོས་ལུགས་དམག་རྒྱག་གི་ག་ཚོད་བསད་རེས་གཏང་གི་ཡོད་བ་རེད། དེ་ཚོའི་རིགས་དེ་ཚོ་ཆ་ཚང་ཆོས་ལུགས་ཚང་མ་འཆམ་མཐུན་ཡོང་ཡག། དོན་དག་དོག་དོག་ད་ག་འདྲ་འཛམ་བུ་གླིང་འདི་ཨ་ནི་ཞི་བདེའི་གི་ལྟེ་གནས་ཤིག་གི

སོ་སོ་གཅིག་གི་བོད་མིའི་སྒྲིག་འཛུགས་རེད་ད་དེ་སྒྲིག་འཛུགས་བཟང་པོ་ཡོད་ནས་མེད་ནས་གང་བྱེད་ད་ད་དུ་བ་ཕན་ངའི་སྒྲིག་འཛུགས་ཕལ་ཆེར་མང་ང་ང་ལྟིས་གྱིས་ཡོད་རེད་ང་དཔལ་འབྱོར་གྱི་ཕུགས་ཡ་དྲུང་ཆེ་བྱེད་དེ་བས་ཀང་ང་ཚོ་བཅར་འདྲིའི་ལག་དེབ་དེ་ཐོག་ལ་བ་ལོམ་ཡོད་རོགས་དང་དེ་ཚོ་ནང་ལ་ཕན་ངའི་ཚོ་ཡིག་ཆ་འདྲ་མ་འདྲ་མང་པོ་བཟོས་ཨ་ཁོ་མ་འདྲེ་འདུ་ཁང་ལ་ཡང་ནི་བཙལ་འབྲས་ལག་དེབ་དེ་ཚོར་ཞོག་ད་འགའ་ཡོང་རོགས་བྱས། ད་དེ་རིང་གཅིག་བཟོས་དུས་སང་ཉིན་མ་འདྲ་ཞིག་བཟོས་ཡོང་སང་ཉིན་དཔའ་བོའི་མིང་བྲིས་འདུག་ཟེར་ན་ནང་གཉིས་ཀ་ཨ་ཙི་ནང་པར་འགྲིག་གི་མི་འདུག་ཟེར། ཅིག་དེ་འདྲའི་གཡུལ་ཆ་ཅན་གྱི་དཀའ་ངལ་མང་པོ་འཕྲད་ཡ་གི་གནས་ཚུལ་ཏན་ཏན་བྱུང་ཡོད་རེད། སོང་ཙང་ད་དེ་ཚོའི་རྩ་བའི་ཅིག་གི། ཆེ་གསལ་གྱི། རྒྱལ་ཁབ་ཀྱི་བུད་མེད་སྒྲིག་འཛུགས་ལ་ཡང་ཚོ་ཆ་སྟོང་ཡག་པོ་ཞིག་སྤྲད་ཀྱི་ཡོད་པ་ཡིན་དུས། ཆ་སྟོང་སྤྲད་ཟིན་བསྡད་ཟེར་གི་བུད་མེད་སྒྲིག་འཛུགས་དེ་གིས་ཨ་ཡིག་ཆ་མ་བུན་ཤ་ཅི་ཞིག་སྤྲད་ཡོང་པ་ཡིན་ན། བོད་པའི་སྒྲིག་འཛུགས་རང་ལ་ཡ། རྒྱལ་གྱི་ཕྱིའི་རྒྱལ་ཁབ་ཀྱི་ཚོ་ཆ་སྟོང་བརླག་འགྲོ་ཡ། དེ་འདྲའི་གི་གནས་ཚུལ་མ་ཡོང་ཡ་དོན་དག་ལ་ད་བར་ནམ། ཨ་ནི་ད། ཅིག་གི། ཏིས་ཏིས་ད་རོགས་པ་འདྲ་བྱེད་དུ་ཨ་ཡ་ཡོད་ངེས་དེ་ཚོ་རེད་མ་གཏོགས། ཅིག་དེ་འདྲས་ཨ་ནི་ཉི་མ་རེ་རེའི་སྒང་ལ་ཡིག་ཆ་རེ་རེ་མ་འདྲ་རེ་རེ་བསྒྱུར་བ་བཏང་བྱས་ཟེར་ཡ་དེ་འདྲས་བཏང་མ་ཐུབ་པའི་གི་རྒྱུ་མཚན་ཅི་བྱས་ནས།

ཁོང་ཚོས་ཀྱང་གུག་འདུག་ཨ་ཡིག་ལས་གར་གར་གར་གུག་གི་ཡོད་རེད། ཨ་རིའི་སྒྲུང་གནའ་ཚོ་ནང་ལས་དེ་འདྲ་ཡིན་ན། ཡིག་ཡིག་ཆ་གོ་ཡག་གི་དང་པར་དང་གཅིག་ཨར་སི་དང་གཉིས་གཅིག་གི་ཆང་ས་རྒྱ་གར་གི་ལག་རྒྱས་དང་གཅིག་ཟས་དེ་ཚོ་མ་བྲིས་ན། ཡིག་ཆ་ཁ་བཅུ་གཅིག་མ་གཏོགས་གུག་གི་ཡོད་མ་རེད། ཉིས་སྟོང་གསུམ་བཞི་དུ་ལོར་ལ་ཡང་གར་བྱས་ཡོད་ཟེར་ན། ཁྱེད་ཚོ་དང་ག་དུས་གར་བྱས་ཟེར་འགྲོ་གི་ཡོད་ད། སོང་ཟིག་ད་དེའི་གི་སྤུས་ཀ་དེ།

ཟེར་ཏེ་དེ་ཚོའི་ཐད་ང་རང་ཚོའི་བོད་པའི་མི་གི་ཅིག་ཡ་རབས་ཀྱི་གཞས་ཚིག་འདི་བེད་ཆ་ཚང་ལྷག་འགྲོ་གི་འོ་རོ་བ། སྐྱབས་པ་རིན་པོ་ཆེ་གི་ཞལ་རས་བལྟས་ནས་བོད་པ་ཚང་དེ་མ་འདྲ་སྐྱག་རྫུན་ཤེས་ཀྱི་མེད་པ་དང་དེ་ཚོ་ལ་ཡིད་ཆེས་འཚོལ་ཞབས་གནང་དེ་བྱེད་དུས་ང་ཚོ་བོད་པ་ཚད་དེ་དུས་རྒྱུན་དུ་ད་བསམ་བློའི་ནང་ལ་འཁེལ་དགོས་ཀྱི་གནད་འགག་ཅིག་ཆགས་ཀྱི་ཡོད་རེད། གསུང་ས་དེ་འདྲའི་ཐོག་ནས་ཡང་དག་མེད་སོ་སོ་དཀའ་ལས་ཀྱང་ཕྱི་རྒྱལ་གྱི་ཡང་དཀའ་ལས་ཀྱང་ག་ན་ག་འཚམ་ཅིག་དཔལ་ཆོས་གྲྭ་ཨོ་རྩལ་འགྲན་བསྡུར་དུས་སྒང་ལ་ཡང་ཡང་ཡང་ཁ་ལོ་བྱེད་བཞིན་ཁ་བརྡའི་བྱ་ངན་དེ་འདྲའི་དོན་ཡོད་མེད་དེ་འདྲའི་གཏིང་ཟབ་ཏུ་བ། དེ་ཚོའི་རིགས་དེ་ངོ་ནས་ངའི་བློ་ཕམ་ཆེན་པོ་རེད་དྲན་གྱི་རོ་རེད། ཨ་སྤྱི་ཚོགས་དྲ་རྒྱ་དེ་ཚོའི་ནང་ལས་འདྲ་མ་འདྲ་བཏང་བྱེད་བཞིན་བྱེད་ཀྱི་རེད་ཟེར་རྒྱ་མི་ངན་གཅིག་ལས་ཡང་རྒྱ་བོ་རེད་ཟེར་ན། དེ་སྐད་ལས་ཉི་མ་རུང། རྒྱ་ཡིག་སྔ་ཕྱི་ལ་ཀ་རྒྱ་འུ་ལ་ཟེར་ན་འགྲིག་གི་འདུག་ག་ཨ་ད་དེ་འདྲ་མིང་འདྲ་མ་འདྲ་ད་སྤྱི་ཚོགས་ནང་ལ་ཡང་དངོས་གནས་གཅིག་བོད་པའི་སྒྲིག་འཛུགས་ནང་དཀའ་ལས་རྒྱབ་ཅིག་བྱེད་དེ་ངས་དེ་ཚོའི་རིགས་དེ་སེམས་ཤུགས་ཆག་ཡང་དེ་འདྲ་ཐབས་གནས་ཚུལ་དེ་ཚོ་ཡོང་ཐུག་གི་ཡོད་རེད་ད་རྒྱ་མགོ་རིན་པོ་ཆེ་ང་ཚོ་ཐུགས་མཉེས་ཡ་ཅིག་ང་ཚོ་མི་རེ་རེ་གི་བཟོ་ཐུག་གི་མེད་ནས་ཐུགས་མ་ཕངས་བཟོ་དགོས་ཡ་དེ་ང་ཚོ་ལ་ཚང་མ་ལས་འགན་ཡོད་རེད་དྲན་གི་འདུག། མི་གཅིག་གིས་གཏམ་བཤད་འདྲ་བྱེད་ཅེས་འདྲ་མ་འདྲ་བཤད་ཡོང་གི་འདུག་ནས་དེ་མ་བཤད་གོང་ལ་ཡང་དངོས་ལ་བསམ་བློ་གཉིས་བཏང་ནས་སྐད་ཆ་དེ་བཤད་དགོས་ཀྱི་འདུག་གས་མི་འདུག་དེ་བཤད་པ་ཡིན་ན་ག་རེ་ཆགས་ཀྱི་རེད། དེ་རྒྱ་གར་རིན་པོ་ཆེས་གསན་པ་ཡིན་ན་ཐུགས་ཕམ་གྱི་རེད་ད་ཕམ་གྱི་མ་རེད། བསམ་བློ་དེ་འདྲ་ཞིག་བཏང་ཐུབ་པ་ཡིན་ན། ཨ་ནི་ང་རང་ཚོའི་སྤྱི་དགོན་ལས་ཀ་མང་པོ་ཅིག་ག་ད་སྤྱི་ཚོགས་ནང་ལ་ཡང་ཨ་ནི་འཁྲུག་རྐྱེན་མ་འགྲོ་བའི་གནས་སྟངས་དེ་འདྲ་ཡོང་གི་རེད་དྲན་གྱི་འདུག། ཨ་དེ་ནས་གཙོ་བོ་ང་ཚོ་ད་དེ་རེད། བོད་མི་དེ་ཆོལ་ཁ་སྲུང་གི་བོད་མི་ཆོལ་ཁ་རེད། ང་ཚོ་གི་རྩོད་ཡ་དང་ཕ་གི་དམིགས་ཡུལ་དང་སྒྲུབ་ཡ་ཚང་མ་ང་ཚོ་དམིགས་ཡུལ་གཅིག་རེད་མ་གཏོགས་གཅིག་གི་མི་རེ་རེ་གང་ལས་དམིགས་ཡུལ་མ་འདྲ་རེ་རེ་བྱེད་བྱེད་ནས་ང་ཚོ་རྩོད་ལེན་བྱེད་ཡ་གང་ཡང་ཐེ་ཡོད་མ་རེད། དེ་དམིགས་ཡུལ་གཅིག་དེ་ང་རང་ཚོ་རྒྱལ་ཁབ་ཚོ་གཅིག་ལེན་བྱེད་ཡ་དེ་རེད་ཐེ་ཡོད་རེད། ཡིན་དུས་གང་ལས་ཡ་ཆེ་སེ་གི་ཅི་ང་རང་ཚོའི་གི་རྩ་དོན་དུ་ཕ་སི་ཕ་གི་བློས། ཨ་མཚོ་དེ་ཁྱུང་ཚང་དེ་འདྲའི་གང་ལ་ཡང་ནང་དགོས་ཚོད་མེད་ཅེས་དེ་ཡང་དེ་འདྲའི་སྐབས་སྐབས་ཏན་ཏན་ཡོང་སྡོད་ཀྱི་འདུག་གསུངས་སོ་ད་དེ་ཚོའི་རིགས་འདི་སུའི་ངོས་ནས་ཡོང་གི་ཡོད་པ་ཡིན་ནམ་ཞེས་ང་རང་ཚོ་རྒན་པ་བསམ་ཡོད་ཚོ་གི་ཡང་བག་ཚོ་སློབ་གསོ་རྒྱག་འདོད་བ་དང་ཅི་གང་ལྟར་ང་རང་ཚོ་གི་བུད་མེད་ནང་དགོས་ཀྱི་འཆམ་མཐུན་དེ་ཡག་པོ་བྱུང་བ་ཡིན་ན་ད་དེ་ང་ཚོ་རྒྱལ་ཁབ་ཅིག་མ་རྩ་དང་མ་ཚང་ན།

དེ་ཚོ་རྟོགས་ལ་ཡང་ད་དོན་དག་བཤད་བདེ་བོ་ལྷག་ཡོད་མ་རེད་དེ། སྐོར་ཅིག་གི་ལས་གཞི་དེ་ཁ་མཆུ་ཟེར་དུས་གང་ལ་ཡང་གནད་དོན་རྙོག་དྲ་ཅན་ཞིག་ཆགས་བསྡད་ཡོད་རེད་དེ་དྲི་མ་ནང་འགྲོ་བསྡད་ཡོད་རེད། སོང་ས་ད་ཡག་ག་རེ་ཞུས་ཡོད་མ་ག་རེ་གསུངས་ཡོད་ཅེས་དེ་ཚོ་ད་ལྟ་ང་ཚོར་ཅིག་འདུག་བཤད་བསྡད་ན་ཁོ་ཡག་པོ་ཟ་ཁ་ཡོད་མ་རེད། སོང་ཙང་ཡང་འཛིན་སྐྱོང་གི Practical སྒྲོ་སྟངས་གཅིག་གི་ཐོག་ནས་གོ་གནས་ཁ་གཅིག་ཆགས་ཀྱི་ཡོད་རེད། ཡང་ཁོ་རང་ཁོ་རང་གཅིག Jurisdiction གཅིག་ཡོད་རེད། ཅེས་ད་འདི་གཅིག་རེད་ད་བ་ལ་སྐོར་དང་གཅིག་འདི་ནང་ལ་ཡ། ཅེས་བཟང་ངའི་དང་ཐག་གཅིག་ཞུ་ཡ་འདི་རེད། དེ་ཚོའི་རིགས་དེ་བོད་པ་ཧ་ལམ་ད་འདི་ནང་ལ་ཡ། དམངས་ནང་ལ་ཡ་མི་བཞི་བཅུ། འདས་གྲོངས་ཕྱིན་པའི་ནང་ལ་བོད་པ་ཡོད་པ་གཅིག་ཧ་ལམ་ང་ཚོས་ཤེས་ཀྱི་མེད། འཛམ་བུ་གླིང་འདི་འཕྲུལ་ཆས་ཀྱི་ཡར་ཐོན་གྱི་འཕྲུལ་ཆས་ཀྱི་སྐྱེ་འཕེལ་གྱི་སྤྱི་ཚོགས་ཀྱི་ཆུང་ཆུང་ཆ་མི་ཚང་མ་ཤེས་ཡོན་ཡོད་མེད་དང་བེད་འཛུགས་ཀྱི་གོ་ར་ལ་བེད་སྤྱོད་འགྱུར་མ་ཐུབ་དེ་དེ་འགའི་ཤེས་ཀྱི་ཆགས་ཀྱི་འདུག་བ། ད་དེ་ཚོའི་ནང་ལ་བ་ཚབ་ཚེ་ད་ད་ལ་ང་ཚོ་བོད་ན་བཀའ་ཤག་ཟླ་བ་ཡིན་པ་ཡིན་ན་ང་ཚོ་བ་ཚབ་འདི་ནང་ཁུལ་ང་ཚོ་ཕར་ཚུར་འཁེལ་བ་ཚོས། བྱེད་དགོས་ཡོད་མ་གཏོགས WeChat ཟེར་བའི་རྩ་བ་རང་ངོས་སུ་བེད་སྤྱོད་གཏོང་གི་ཡོད་མ་རེད། ང་རང་ཚོའི་ནང་ཁུལ་ལ་ཡག་ཅིག་ཐད་ཅིག་ཤོག་ཁག་འདྲ་ཞིག་ཡོད་འདུག་ཏུ་ཆབ་སྲིད་ཅིག་ཁ་རུ་བཞེངས་རྒྱུ་ཡོད་ཐོག་ཐོག་འདྲ་ཅིག་མི་ལྔ་བརྒྱའི Group ཡིན་སྲིད་ལ་ཅིག་མི་སུམ་བརྒྱའི Group ཡིན་སྲིད་ཅིག་འདྲ་མ་འདྲ་སྐད་ཆ་མང་པོ་བཤད་དེ་ཆ་ཚང་ཕ་གའི་ཨ་ཞང་ལག་པར་བཞག་འགྲིག་གི་ཡོད་རེད། དེ་ང་རང་ཚོའི་སྐད་ལ་ཡག། ཨ་ནས།

ད་འདི་དེ་གི་མ་རེད་སོ་སོའི་ཕོ་ནས་ཅིག་དང་དེ་གི་ཕོ་ནས་ཅིག་དང་ལོ་ཏོག་དེ་འདྲའི་ཆེད་བྱས་ན་ནི་སྤྱི་ཚོགས་ནང་འཁྲུག་ཐལ་གྱི་འདུག་ཨ། སོང་ཙང་ད་དེ་རིང་གོ་སྐབས་འདི་བརྒྱུད་ངས་ནི་དེ་ཟབ་ས་ནང་དུ་ཕྱིན་ཞེས་ཞུ་ཡ་ཡིན། ཞུ་ཡིན།
ཐོག་མ་དེ་དེང་གི་སྐུ་ངོ་ལ་ཤོར་ནི་ཞེས་རེད་ང་རང་རྒྱལ་ཡོངས་ཀྱི་བསམ་བློ་ནང་ལོ་རབས་བརྒྱ་ལོ་ལོ་གཅིག་གི་མཛད་རིམ་འདི།

ཕྱི་རྒྱལ་ལ་འདི་བོད་པ་ཚོའི་སླད་ཀྱི་འདི་ལྟ་མི་བུ་མང་ཤོས་ཆེ་ཡུ་རོབ་ནང་ལ France ཆགས་འདི་གི་ཡོད་རེད་ང་རང་གི་མཐོང་ཚུལ་ལ་ཁྱི་ང་རང་སྒེར་གི་བསམ་ཚུལ་ཅིག་ཞུས་ན་མི་མང་གི་སྤྱི་གང་འདི་ཡོད་པར་བྱིན་ན་འདི་གཅིག་གི་དེང་གི་སྔོན་ལ་སུ་ན་ཞིག་གི་རིག་ག་སྐྱོང་བྱེད་ཀྱི་མི་ཡུལ་ཅིག་ཁྱི་ཆེན་པོ་ཅིག་འདི་འདྲ་ཅིག་ཆགས་འདི་གི་འདུག་སྤྱི་གང་འདི་མི་ཡུལ་གྲུ་པས་ཀྱི་འདི་ཚོགས་ཆུང་ཅིག་བཙུགས་བཞག་ཡོད་རེད་ཡིན་ན་ཡང་འདི

ད་ལྟ་ང་ཚོ་དོལ་ཆོས་ཁང་གི་ས་ཁུང་འདི France གཞུང་གི་ས་ཁུང་རེད། ང་ཚོའི་ཨ་ནི་བོད་བོད་རིགས་ཚོགས་པའི་གི་ཕ་གའི་ལས་ཁུང་ཡོད་པ་དེའི་ནང་རེད་དེ་ང་ཚོ་ཡང་དྲན་དྲན་པ་གནང་དགོས་རེད། འདི་ལྟར་ང་ཚོ་གཞུང་ནས་གཟིགས་རྟོག་ད་ལྟ་བར་དུ་མ་གནང་བ་དེ་འདྲ་མ་རེད། གཉིས་ནས་རྒྱལ་ཁབ་གཞན་དག་མང་པོ་ལ་བོད་ཀྱི་དོན་གཅོད་ཁག་མང་པོ་ཡོད་རེད། དེ་ནས་དོན་གཅོད་གང་གཱའི་ནང་ལ་དེ་འདྲས་ཀྱི་ས་ཁོངས་ད་ང་ཚོ་ཀ་རྟའི་ཨ་ནི Arrondissement བརྒྱད་པ་བཅུ་བཞི་རེད་ཟེར་ཐག་རིང་པོ་འདུག་ཟེར་གྱི་ཡོད་དེ་ས་འདི Frans གཞུང་གི་ས་ཁོངས་རེད།

ད་ག་ན་ཞིག་ལྟ་ནི་བདུད་དེ་རིང་གོ་སྐབས་རེད། རྒྱལ་ཁབ་མང་པོའི་ནང་ལ་རྒྱ་བོར་མོ་ཅི་བྱེད་རྒྱུ་གནང་ཡོད་རེད་འཛིན་རིན་མང་པོ་གནང་ཡོད་རེད། ཆེ་ས་སྲིད་འཛིན་དང་དེ་འདྲས་ཀྱི་ཐོག་ནས་འབྲེལ་བ་ཡོད་པའི་ཀྱི་གཞུང་ང་ཚོ France མ་གཏོགས་མང་པོ་བྱུང་ཡོད་མ་རེད། བདུན་ཅུ་དོན་གཉིས་ལོར་ལ་ཇག་ཤི་རག། མ་གནས་ཧོ་ཏེལ་དེ་བྷིལ་གྱི་མེ་ཡ་ཡིན་པའི་སྐབས་ལ་རྒྱ་གར་མུ་ཇེ་དང་དེ་ནས་རྒྱ་གར་མུ་ཇེ་ཕྱི་རྒྱལ་ལ་བོད་ཡ་གི་དེ་ནི་ཐར་རེད། ད་ཞི་བུ་ཞུས་མིན་བྱས་ཀྱི་མིན་ཟེར་མཁན་མ་རེད་དེ་སྤྱི་ཚོགས་ནང་ལ་དེ་འདྲས་ཀྱི་བསམ་བློ་ཚོགས་པ་འཇོན་གི་ཡོད་ན་ང་ཚོས་ངོས་ནས་ག་རེ་བྱས་འདུག་ཟེར་ན་ང་ཚོས་བསམ་བློ་བཏང་གི་ཡོད་རེད་ད་བསམ་བློ་བཏང་འདོད་ཙམ་ནི་ཡང་ང་ཚོས་ལས་བྱེད་པའི་གི་བྱེད་སྟངས་འདི། ང་ང་ཕེས་བུག་མེད་ང་ཁར་སོ་ཀྲུའི་ཀྲར་མེད་ཁེ་ཁེ་མེད་ཡོད་པ་འདི་བོད་ཀྱི་དྲ་རྒྱ་དེ་རེད། བོད་ཀྱི་དྲ་རྒྱའི་ནང་ང་ཚོ་ལས་འགུལ་ག་རེ་བྱས་པ་འདི་བྲིས་ཀྱི་ཡོད་ལ་འདི་ནའང་ཡང་མང་པོ་ཅིག་གནས་ཚུལ་མང་པོ་ཅིག་ཕྱི་བསྒྲགས་བྱས་དང་ཕྱི་བསྒྲགས་མ་བྱས་མང་པོ་ཡོད་རེད། ཀྲུའུ་ཞི་གིས་ཨ་ནི་གོ་ཁེ་དེ་འདི་ནས་མཚམས་བཞག་ཡིན། རྩ་བའི་ང་ཚོ་ཆིག་བསྒྲིལ་བ་གང་མང་མང་ཅིག

ད་བར་རང་གི་ཉི་མ་དེ་ལ་སོ་སོའི་ལས་ཀ་ནི་ཡོད་པ་རེད་ད། དེ་རང་དེ་ཕེལ་དང་ཚང་མ་ལས་ཀ་ཡོད་པ་རེད་མ་ཕེལ་ལ་ལས་ཀ་ཡོད་པ་གཅིག་པ་རེད་ད། ཡིན་ནའང་མི་མང་གི་གྲངས་དེ་ལས་མ་གླེང་གི་དེ་གཅིག་རེད་དེ་སོང་ཙང་ནི་རྣམ་པ་ཚུགས་གི་ད་སང་ཉིན་ཟིན་བྱེད་རྗེས་དྲན་ད་བར་རང་གི་ང་ཚོའི་འདི་ནས་ཡོད་པ་རྣམ་པ་ཚུགས་གི་ཡང་སོང་ནས་འབོད་སྐུལ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཞུ་བ་ཡིན།